འཛིན་གྲྭ་བཅུ་པ་ཐུགས་ཀྱི་སློབ་གཉེར་བ་ཡོངས་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ད་དེ་རིང་གི་སློབ་ཚན་འདི་དབུ་འཛུགས་ཞུ་བ་ཡིན། ད་དེ་རིང་གི་སློབ་ཚན་འདི་ནང་ལ་དུས་ཚོད་ལྟག་གི་ལྟག་གི་བྱས་ནས་གཅིག་བྱས་ན་སློབ་ཁྱོད་ལོ་ཀ་གཉིས་འགྲོ་ཡ་ཡིན། འདི་གཉིས་ཡང་འབྲེལ་བ་ཆགས་བསྡད་ཡོད་པ་རེད་ཡིན་ན་ཡང་ད་སྐར་མ་བཅོ་ལྔ་ཉི་ཤུ་ཤོ་ལོ་ཀ་གཅིག་ལ་འགྲོ་སོང་ན་དེ་ནི་ང་ཚོ་ཤོ་ལོ་ཀ་གཅིག་གི་འགྲིག་པ་བྱས་ཡ་ཡིན། ད་དེ་རིང་ང་ཚོ་བསླབ་ཡག་བསྡད། ཚེ་མི་རྟག་པ་བསྟན་པ་ཚེ་མི་རྟག་པ་བསྟན་པ། ང་ཚོ་མི་ཚེ་དེ་རྟག་པ་ཅན་ཡོད་མ་རེད། ཁྱེད་རང་ཚོ་ཨིན་ཇི་ན་ཨིན་པརྨནན་ཟེར་སྦྱོར་བ་པརྨནན་མ་རེད་ལ་ང་ཚོ་མི་ང་ཚོའི་མི་ཚེ་དེ་ང་ཚོའི་ཚེ་དེ་མི་རྟག་པ་ཞིའུ་ཅི་རེད་ལབ་རེད། དཔེར་ན་རེད་བ་དཔེར་ན་ཤ་ཤ་པ་ཡིན་ན། ང་རང་ཚོ་འཛམ་གླིང་ནང་ལ་ང་རང་ཚོ་འདི་འཛམ་གླིང་འདིའི་ནང་ལ་ཞོ་སྐད་ཡོད་ན་དགོངས་དག་ཐོན་ཡག་ཡོད་མ་རེད། དགོངས་དག་ཡང་མི་དེ་ཚོ་མི་དགོངས་ཞོ་གས་མི་གསོན་པོ་ཡོད་ན་དགོངས་དག་ཐོན་ཡག་ཡོད་མ་རེད་དགོངས་དག་མི་གསོན་པོ་དེ་ཡོད་ན་ཞོ་གས་ལང་ཡག་མེད་པ་དེ་འདྲ་ཡོད་རེད་ང་རང་ཚོ་ད་འདི་ལྟའི་ས་ཆ་ཆུང་ཆུང་ཆེ་གནས་སྡུག་སྒང་ལ་ཁོས་ཞེ་དྲག་ཧ་གོ་འཛམ་གླིང་ནང་ཁོ་རང་སྤྱི་དང་འཛམ་གླིང་གི་མི་མང་ཆ་ཤས་པ་ཡིན་ན་གང་བྱེད་མི་དེ་དཔེ་མི་སྲིད་ཀྱི་མི་ཡི་ཚེ་དེ་རྟག་པ་བསྟན་པ་བཅས་མེད་གྱོ་ཆེ་དཔེ་མི་སྲིད་མི་བསྟན་པ་ཕྱི་བོ་ཡོད་རེད་ལ་བྱས་ཙང་ཚེ་མི་རྟག་པ།

ག་དུས་ཡིན་པ་ཡིན་ན་ང་རང་ཚོ་བཞུགས་སྒར་ལའང་ལང་འོང་དུས་གང་བསམ་བློ་ཡག་པོ་བཏང་དགོས་རེད་ཨ་ཙི་ཡིས་ང་དེ་རིང་བཞུགས་སྒར་ལང་ཡ་དེ་དཔེ་མི་སྲིད་སྐལ་བ་བཟང་པོ་རེད་ད་དེ་རིང་ཉི་མ་དེ་ཉི་མ་གང་ཙམ་ཡིན་གཞན་ལ་ཕན་ཐོགས་པའི་ལས་ཀ་བྱེད་འོག་བསམ་པའི་ཀུན་སློང་སྐྱེ་དགོས་རེད་ཟེར་བྱས་བ་འོ་དེ་རྐྱང་རོམ་ཅིག་ཀ་ལོ་ན་དེ་འདྲ་ཡོད་རེད། ང་ཚོ་དེ་འདྲ་བསམ་གི་མི་འདུག་ཨ། ལམ་སང་བཞུགས་སྒར་ཡར་ལང་དུས་གང་ལ་གད་གས་དྲན་གྱི་མི་འདུག་དངོས་གནས་བྱས་ན་བཞུགས་སྒར་ཡར་ལང་བ་དང་དངོས་གནས་ལང་ཡག་ཐུབ་པ་དེ་དཔེ་མི་སྲིད་སྐལ་བ་བཟང་པོ་རེད། ང་ཚོ་ཤི་ཟེར་དེ་ཐག་རིང་འོག་ལ་ཡོད་རེད། ང་ཚོ་ཤི་ཡ་ཟིན་ཐག་རིང་པོ་མཁན་མ་རེད་ལབ་རེད། དབུགས་མར་ལ་དབུགས་ཡར་ལ་ལེན་ནས་དབུགས་ཡར་ལ་ལེན་ནས་མར་བཏང་མ་ཐུབ་ན་ཤི་བ་རེད་ཟ་རེད་བཤད་ས་ཐག་རིང་པོ་མི་འདུག་དཔེར་ན་ཁྱེད་རང་ཁྱེད་རང་ཁྲི་ལ་མི་ཤུགས་ཆེན་པོ་ཞིག་ཡོང་ནས་ཁྱེད་རང་གི་ཁ་དེ་མི་གཅིག་གི་ལག་པ་བཀབ་སོང་ན་སྔ་མོ་ཆུ་སྦྱོང་བ་ཞིག་ཁ་དབུགས་བཏང་མ་ཐུབ་བཀག་སོང་དབུགས་བཏང་མ་ཐུབ་ཅིག་བཀག་སོང་ན་ཁྱེད་རང་ཤི་འགྲོ་གི་རོགས་བྱས་ས་ང་ཚོས་བཤད་དེ་ཐག་རིང་པོ་མ་རེད་ཟོ་ཅིག་རྒྱུ་མཚན་དེ་ལ་བརྟེན་ནས་ག་དུས་ཡིན་པ་ཡིན་ན་ཡང་མི་སྲིད་ལེན་པ་གང་ཞིག་ལ

དབུགས་རྔུབ་དབུགས་འབྱུང་གཉིད་ཀྱིས་ལོག་པ་ལས་ཟས་ཁོམ་གང་ལ་དེ་ནི་ངོ་མཚར་ཆེ། ད་ང་དང་པོ་ཚིག་དོན་བཤད་ཡིན་ད་ཚིག་འགྲེལ་རྒྱག་ཡིན་ད། ཚེ་ཟེར་ན་ང་ཚོའི་མི་ཚེ་ནི། ང་ཚོའི་མི་ཚེ་ལ་གནོད་མང་གནོད་པ་མང་པོ་ཡོད་རེད་ལ་ཕྱིའི་གནོད་པ་དང་ནང་གི་གནོད་པ་མང་པོ་ཡོད་རེད་ཟེར་ལ་འདུག་དཔེར་ན་ང་ཚོའི་མི་གཅིག་ན་སོང་ན་གཅིག་གི་གནོད་ཤ་ལྷའི་གནོད་ཤ་ཀླུའི་གནོད་ཤ་སོགས་མང་པོ་འདུག་གནོད་པ་འདུག་ཨོ་དེ་ལ་སོགས་པའི་ནང་ང་ཚོ་ཕྱིའི་གནོད་པ་ལྷ་དང་འདྲེ་དང་གདོན་འདྲེ་ལ་སོགས་པ་ཀྱི་གནོད་པ་ཡོད་རེད་ཟེར་ལབ་རེད། ནང་གི་གནོད་པ་འབྱུང་བ་ཞིག་འཁྲུགས་ནས་ང་ཚོ་ཁོག་པའི་ནང་དུ་ང་ཚོ་ལུས་དེ་འབྱུང་བ་ཞིག་འགྲུབ་དུ་ཡོད་རོ། ས་ཆུ་མེ་རླུང་འབྱུང་བ་ཞིག་འགྲུབ་དུ་ཡོད་རེད་ང་ཚོ་ཁོག་ང་ཚོ་ལུས་དེ་འབྱུང་བ་ཞིག་འགྲུབ་དུ་ཡོད་རོ། འབྱུང་བ་ཞིག་ཆགས་མ་མྱོང་འབྱུང་བ་ཞིག་འཁྲུགས་སོང་ན་འབྱུང་བ་ཞིག་ཆགས་མ་མྱོང་པ་ཆགས་སུ་ན་གི་ཡོད་རེད། དཔེར་ན་ང་རང་དཔེར་ན་ང་ཚོ་ཡི་གེ་བྲིས་པའི་སྐབས་ལ་འབྱུང་བཞི་ཆགས་མ་མྱོང་པ་ལ་བརྟེན་ནས་བདག་འཛིན་བདག་ལ་ཡོང་དཀའ་བས་སར་འབྱུང་བཞི་ཆགས་མ་མྱོང་ས་ན་འདུག་ཟེར་བ་དེ། འབྱུང་བ་ཞིག་ཏུ་མ་སྙོམས་པ་ཡིན་ན་ས་ཆུ་མེ་རླུང་འབྱུང་བ་ཞིག་ཏུ་མ་སྙོམས་པ་ཡིན་ན་རྟག་རྟག་བདེ་གི་མེད་པས་ན་ས་སའི་ལས་ཀ་ཆུའི་ཆུའི་ལས་ཀ་མེའི་མེའི་ལས་ཀ་རླུང་གི་རླུང་རླུང་རླུང་གི་ལས་ཀ་མ་བྱས་པའི་སྔ་དུ་འབྱུང་བ་ཞིག་འཁྲུགས་འགྲོ་གི་ཡོད་རེད་བ། འབྱུང་བ་ཞིག་འཁྲུགས་སོང་ན་ཁ་ཅིག་མི་འདར་འགྲོ་གི་ཡོད་རེད་བྱས་ཙང། ཚེ་ནི་གནོད་ཚེ་གནོད་ཚེ་ལ་ང་ཚོ་མི་ཚེ་ལ་གནོད་པ་ཕྱིའི་གནོད་པ། ལྷ་དང་འདྲེ་དང་གདོན་ལས་སོགས་པ་ནི་ནང་གི་གནོད་པ་འབྱུང་བ་ཞིག་འཁྲུགས་པ་ལ་སོགས་གནོད་པ་ཡོད་རེད་ལབ་རེད་གནོད་མང། གནོད་པ་མང་པོ་ཡོད་ད་དཔེ་རེད་དཔེ། སྣོད་མ། རླུང་གིས་བཏབ་པ་ཡི་ཆུའི་ཆུ་བོ་རུ། དཔེར་ན། དཔེར་ན་ང་ཚོ་ཆུའི Bubbles ཞིག་མཁྱེན་ཨིན་ཇི་སྐད་ལ Bubbles ཞིག་ཡོད། དཔེར་ན Bubble ཞིག་ཡོད་པ་ཡིན་ན། དེ་རླུང་གིས་རླུང Bubble Bubble ཞིག་ཡོད་པ་ཡིན་ན་དེ་རླུང་ཆེན་པོ་ཞིག་བརྒྱབ་སོང་ན། རླུང་གི་དཀྱིལ་ལ་ཡོད་པའི Bubble ཞིག་ཡོད་པ་ཡིན་ན་དེ་དཀར་ཆ་ཁ་ཤས་འདེགས་མ་རུང་དཀར་ཆ་ཟེར་ན་དཀར་ཆ་ཁ་ཤས་མ་འདེགས་མ་རུང་བ་འོ་དེ་ཟེར་ན་ང་ཚོ་མི་ཚེ་འདི། རླུང་གིས་བཏབ་རླུང་བརྒྱབ་པའི་རླུང་ཟེར་ན་རླུང་རང་རེད་བཏབ་པའི་ཟེར་ན་བརྒྱབ་པའི་རླུང་བརྒྱབ་པའི་ཆུའི་ཆུ་བོ་ཟེར་ན་ཆུའི་བུ།

ང་ཚོས་ཤི་ཤེས་ས་ཐག་རིང་དུ་ཁ་བ་བརྩིག་གིན་འདུག་ཨཱ། དབུགས་རྔུབས་ས་དབུགས་ཡར་ལ་བླངས་དབུགས་རྔུབས་ས་དབུགས་ཡར་ལ་བླངས་ནས། དབུགས་འབྱུང་ས་དབུགས་མར་ལ་དབུགས་ས་དབུགས་རང་རེད་དབུགས་ས་དབུགས་དོ་ཨ་ཞབས་ཀྱི་དབུགས་ག་ས་དབུགས་ཡར་ལ་ལེན་ནས་མར་ལ་བཏང་མ་ཐུབ་པ་ཡིན་ན། དབུགས་རྔུབས་ས་དབུགས་རྔུབས་ཡར་ལ་རྔུབས་དབུགས་འབྱུང་མར་ལ་བཏང་ནས། དབུགས་ཡར་ལ་ལེན་ནས་མར་ལ་བཏང་པ་ཤི་བ་རེད་ལ་དབུགས། དབུགས་རྔུབ་དབུགས་དབྱུང། རྒྱུ་མཚན་དེ་ལ་ནི་ཤི་བ་ཐག་རིང་པོ་རེད་མི་འདུག་ལར་དབུགས་མར་ལ་བཏང་ནས་ཡར་ལ་ལེན་སྐབས་དབུགས་ཡར་ལ་ལེན་ནས་མར་ལ་བཏང་མ་ཐུབ་པ་ཡིན་ན་ཤི་བ་རེད་འདུག་ལ། རྒྱུ་མཚན་དེ་ལ་བརྟེན་ནས་ངས་གོང་དུ་ཞུས་པ་ནང་བཞིན་གོང་དུ་ག་ལེར་གསལ་བ་ཡིན་ན་རྐྱང་པར་གྱི་བཀའ་སློབ་གཅིག་གི་ནང་ལ་ཞོ་སྐད་ཡར་ལ་བསླངས་ལ་ཡང་རག་བོད་ཀྱི་ལམ་སང་དངོས་གནས་དྲང་ཐག་དེ་རིང། དངོས་གནས་དེ་མིན་ད་མདང་དགོང་དགོང་ཟླ་གཉིས་ཉལ་ནས་དེ་རིང་གསོན་པོ་ལངས་ཡ་དེ་དཔེ་མི་སྲིད་ཀྱི་སྐལ་པ་བཟང་པོ་ཡིན་ད་དེ་རིང་ཉི་མ་ཉི་མ་སྒང་ཚ་ངས་གཞན་ལ་ཕན་པའི་ལས་ཀ་བྱེད་བར་བསམ་པའི་གི་བསམ་བློ་བཏང་དགོས་ར་ཟེར་གྱི་འོ་དེ་འདས་དེ་དང།

དབུགས་དམའ་ལ་བཏང་ནས་དབུགས་ཡལ་དབུགས་དབུགས་རྔུབས་དབུགས་ཡལ་ལ་བཏང་ནས་དམའ་ལ་བཏང་དབུགས་ཡལ་ལ་སླེབས་ནས་དམའ་ལ་བཏང་བར་ཤི་བ་རེ་ཐག་རིང་བའི་རྒྱུ་མཚན་དེ་ལ་བརྟེན་ནས་དེ་རིང་གཉིད་ལོག་ནས་གཉིད་ཉལ་ནས་གཉིད་ཀྱིས་ལོག་པ་ལས་སད་སེ་གཉིད་སད་གཉིད་སད་ནས་མ་ཤི་བ་གཉིད་སད་ནས་ཁོམ་སར་ལས་ཀ་བྱེད་ཡག་ཁོམ་ལ་ལས་ཀ་བྱེད་ཡག་གང་ལས་ཀ་གང་ཡིན་པ་དེ་བྱེད་ཡག་ཐུབ་པ་དེ་དགེ་བའི་ལས་ཀ

ཅི། གདོན་འདྲེ་ལ་སོགས་པའི་གནོད་པ་གདོན་འདྲེ་སོགས་གའུ་བདག་ནཱ་རོ་གདོན་ནཱ་ང་སོགས་གདོན་གྱི་གདོན་འདྲེ་སུ་ཡོད་དྲིས་འདུག་ཡང་གའུ་བདག་ནཱ་རོ་གདོན་ནཱ་གདོན་འདྲེ་སོགས་ཀྱི་གནོད་པ་དང་སོགས་ང་སོགས་གདོན་གྱི་གདོན་འདྲེ་སུ་ཡོད་དག་ཆ་འདི་འཁྲི་གུ་རེད། གའུ་བདག་ནཱ་གདོན་གདོན་མ་རེད་གའུ་བདག་ནཱ་རོ་གདོན་ནཱ་གདོན་གདོན་གནོད་པ་སུ་ཡོད་ང་ཚོའི་མི་ཚེ་ནི། གདོན་འདྲེ་སོགས་ཕྱིའི་གནོད་པ་དང་སོགས་གདོན་འདྲེ་ལ་སོགས་པའི་གདོན་འདྲེ་ལ་སོགས་ཕྱིའི་གནོད་པ་དང། ནང་གི་འབྱུང་བ་བཞི་ས་ཆུ་མེ་རླུང་འབྱུང་བ་བཞི་ང་ཚོའི་ལུས་དེ་གར་འགྲུབ་འདོད་ཡོད་དྲ་ས་ཆུ་མེ་རླུང་འབྱུང་བ་ཞིག་འགྲུབ་འདོད་ཡོད་རེད་ང་ཚོ་ལུས་པོ་ནང་ལ་སའི་ཆ་ཤས་ཡོད་རེད་ཆུ་ནི་འདུ་བ་རླུང་ཤ་རོལ་ཡོད་རེད་བ་མེ་ནི་འདུ་བ་མེ་ནི་འདུ་བ་དྲོད་ཡོད་རེད་བ་རླུང་ནི་འདུ་བ་དབུགས་གཏང་ཡང་འདུ་བ་ད་ས་དེ་ང་ཚོ་གྲང་ད་ག་རེ་ཡིན་ན་སོང་ཤེས་ཀྱི་ཡོད་མ་རེད་ས་ས་ད་ཅི་ད་ང་ཚོ་འདི་ད་འདམ་དུ་ས་ས་ཡོད་དེ་ང་ཚོ་ས་ཞེས་བཏགས་པའི་ས་ཡི་ཕྱི་ལོགས་མཐོང་ཡོད་དེ་རེད་བ་དཔེར་ན་ང་ཚོ་བོགས་ལ་ཟོར་བུ་བཏང་གི་འདུག་བ་པ་རྒྱག་པ་རྒྱག་ཚེ་ཟོར་བུ་བཏང་བ་དེ་ཚོ་ས་ཡི་རིགས་རེད་བ་འོ་དེ་ཟོར་བ་དང་འདོར་འདོར་བས་ན་ང་ཚོ་ལུས་དེ་འབྱུང་བ་ཞིག་འགྲུབ་འདོད་ཡོད་རེད་བ། འབྱུང་བཞི་འཁྲུགས་པས་འབྱུང་མ་མྱོས་པ་ཕྱུག་པས་གནོད་པོག་སོགས་ཧ་ཅང་རྐྱེན་དང་དུ་བ་ཧ་ཅང་རྐྱེན་དང་རྐྱེན་དང་བར་ཆད་འདུ་བ་འབྱུང་བཞི་འཁྲུགས་པས་གནོད་པོག་སོགས་རྐྱེན་དང་བར་ཆད་མང་བ་ནི། རྐྱེན་དང་བར་ཆད་མང་བ་ནི་མང་པོ་ཡོད་པ་དེ་ག་རེ་དཔེ་ཤར་ལ་ཡོད་མང་བ་ནི་དཔེར་ན། མང་བ་དེ་ག་རེ་ལ་དཔེ་ཤར་ལ་ཡོད་ན་དཔེར་ན་རླུང་གིས་བཏབ་པས་རླུང་གིས་རྒྱབ་བཞིན་པའི་གེགས་རླུང་གིས་བཏབ་པས་རླུང་རྒྱབ་བཞིན་པའི་གེགས་ཆུས་ལྦུ་བ་བསྲིངས་དོགས་ཏེ་ལྦུ་བ་བྲིན་དོགས་ལབ་པ་དང་སྦ་ཤོབ་ཅུག་ལྦུ་བ་བྲིན་དོགས། ཆུའི་ཆུ་བོ་བསམ་ཆུའི་བུ་ཨ། ཁ་ས་ཆུའི་བུ་ཨ་ལས་ཀྱང་ཆུའི་བུ་ཨ་ལས་ཀྱང་དེ་ལས་ཀྱང་མི་རྟག་ཅིང་ང་ཚོ་བོད་མི་སེར་གྱི་མི་རྟག་པ་ཆད་ཡོད་ང་ཚོ་ལུག་པོ་འདི་ང་ཚོ་མི་སེར་འདི་དེ་ལས་ཀྱང་མི་རྟག་པ་ཆད་ཡོད་རེད་དེ་ལས་ཀྱང་མ་བརྟན་པ་ཆད་ཡོད་རེད་ལབ་རེད། མི་རྟག་ཅིང་དབུགས་ཡར་རྔུབ་ནས་དབུགས་ཡར་རྔུབ་ནས། ཕྱིར་བཏང་མ་ཐུབ་ན་སོ་དབུགས་ཡར་ལ་ལེན་ནས་མར་བཏང་མ་ཐུབ་པ་ཡིན་ན་དབུགས་ཡར་རྔུབ་ནས་ཕྱིར། ཕྱིར་བཏང་མ་ཐུབ་ན་ཤི་བ་ཡིན། ཤི་བ་སོགས་ཐག་རིང་པོ་འཁེལ་གི་མ་རེད། ཤི་བ་ཐག་རིང་པོ་འཁེལ་གི་མ་རེད། དབུགས་ཡར་ལ་ལེན་ནས་མར་ལ་བཏང་མ་ཐུབ་པ་ཡིན་ན་ཤི་བ་ངེས་ལ་ཡིན་པ། དཔེར་ན་ང་ཚོ་དཔོན་ནི་ཁྱེད་རང་གི་ལ་མིག་གཟུགས་སྟོབས་ཆེན་པོ་ཞིག་སླེབས་སོང་ན། མིག་གཟུགས་སྟོབས་ཆེན་པོ་དེ་གིས་ཁྱེད་རང་གི་ཁ་དང་སྣ་བུག་གཉིས་ཀྱིས་བཀག་སོང་ན། དབུགས་ཡར་ལ་དབུགས་མར་ལ་བཏང་ཡར་ལེན་ཐུབ་གི་མ་རེད་དེ་སྐར་མ་ལྔ་ཆུ་ལྗོངས་ནས་ཤི་འགྲོ་གི་རེད་བ། དཔེར་ན་ང་རང་ཚོ་བོད་གངས་ཅན་ལྗོངས་ལ། འབྲོག་པ་དེ་ཚོ་དུད་འགྲོ་གསེར་ཐང་གཅིག་ཡོད་རེད་དུད་འགྲོ་གསེར་ཐང་ཁ་ཤས་དུད་འགྲོ་གི་འདི་འདུག་ཆུ་འདུག་འདི་འདུག་ཆུ་འདུག་ཆུ་འདུག་གི་འདི།

ང་ཚོ་སྲོག་རླུང་བཏང་མ་ཐུབ་སྲོག་རླུང་ཡར་ལ་ཡར་ལ་ལན་མར་བཏང་མ་ཐུབ་བྱས་ན་གྲོང་དཀྲུགས་འདའོ་དེ་བྱེད་ས་ད་དེ་གསལ་པོ་རེད་འདུག་ཨ་དགའ་ས། མ་ཐུབ་ན་འཆི་བ་ཡིན་པས་ཟེར་འཆི་བ་རེད་ལ་འཆི་བ་ནི་ཐག་ཐག་རིང་མིན་ཟེར་དེ་འཆི་བ་ཐག་རིང་པོ་མ་རེད་ཟེར་ལ་དབུགས་ཡར་ལ་ང་ཚོ་ང་ཚོ་མི་ང་ཚོ་མི་ཚེ་དེ་ཆུའི་ནང་གི་འབུ་ཞིག་ལ་རླུང་བརྒྱབ་པའི་སྐབས་ལ་མི་རྟག་པ་ག་ཚད་ཡོད་ཁུ་བརྟན་པོ་བཅད་ཡོད་དེ་ལས་ཀྱང་ང་ཚོ་མི་ཚེ་དེ་མི་བརྟན་པ་ཆད་ཡོད་རེད་ཟེར་ལ་རྒྱུ་མཚན་དེ་ལ་བརྟེན་ནས་རྒྱུ་མཚན་དེ་བས་ན་རྒྱུ་མཚན་དེ་ལ་བརྟེན་ནས།

དཔེར་ན་མདང་དགུ་གཉིད་ལས་ཉལ་ནས་མདང་དགུ་དགོངས་དག་གཉིད་ལས་དེ་རིང་ཞོགས་པ་མ་ཤི་བར་མ་ཤི་བ་གཉིད་ཚད་ནས་གཉིད་ཚད་ནས་མ་ཤི་བ་གཉིད་ཚད་ནས་དགེ་བའི་ལས་ཀ་བྱེད་ཡ་དགེ་བའི་ལས་ཀ་ཁོམ་པ་གང་ལ་ཡིན་པ་ཁོམ་པ་སེང་ལས་ཀ་བྱེད་ཡ་ཁོམ་པ་དགེ་བའི་ལས་ཀ་བྱེད་ཡ་ལ་དུས་ཚོད་གོ་སྐབས་ཐོབ་པ་ནི་ཁོམ་པ་སེང་འཚོ་དོགས་ཐུབ་པ་ནི་ཤིན་ཏུ་ངོ་ཚ་དུས་ཡིན་སོ་རྒྱུ་མཚན་དེ་ལ་བརྟེན་ང་རང་ག་དུས་ཡིན་པ་ཡིན་ན་ཡང་བྱེ་ཐང་འདིའི་ནང་ལ་ང་ཚོ་ཤེས་ལྡན་ནག་ཆུང་མང་པོ་སླེ་ཡ་འདུག་ཨ།

འདི་ནི་ལམ་འཕགས་པའི་བདེན་པའོ་བདེན་པ་ཞེས་སུ་འདང་གི་ཤུལ་ཡིན་པ་འོ་རྒྱུ་མཚན་དེ་ལྟ་དེ་རིང་ང་རང་ཚོ་འདིའི་ནང་ལ་ཁ་ང་ཚོའི་ཚེ་འདི་ང་ཚོའི་མི་ང་ཚོའི་མི་ཚེ་འདི་མི་རྟག་པ་ཞེའུ་ཞིག་རྟག་པ་བརྟན་པོ་ཁྱོན་ནས་མེད་པ་ཞིག་དཔེར་ན་ཞོ་ཁལ་ཡོད་པ་ཡིན་ན་ཡང་དགོངས་དག་མེད་པ་ཆགས་ཀྱི་ཉེན་ཁ་ཡོད་རེད་ཟེར་རྒྱུ་མཚན་དེ་ལ་བརྟེན་ནས་ག་དུས་ཡིན་པ་ཡིན་ན་ཡང་ཞོ་ཁལ་ཡར་ལངས་ནས་གཉིད་ཚད་པའི་སྐབས་ལ་དེ་རིང་ང་ལངས་ཐུབ་ཡ་དེ་དཔེ་མི་སྲིད་ཀྱི་སྐལ་བ་བཟང་པོ་ཡིན་བསམ་པའི་གི་འདུ་ཤེས་ཐོག་ནས་བྱས་ཙང་ང་ཚོ་བ་ག་དུས་ཡིན་པ་ཡིན་ན་འདི་ཆེ་བ་རེད་ལབ་རེད།